ངའི་མིང་ལ་བསྟན་འཛིན་ཟླ་བཟང་རྣམ་རྒྱལ་ཡིན། ང་ལ་དྭགས་ཟངས་དཀར་ཟངས་ལ་རྒྱལ་རྒྱུད་ཀྱི་མི་རྒྱུད་ཡིན། ང་ད་ལྟ་ཡུ་རོབ་ཏུ་བསྡད་ཀྱི་ཡོད། ང་ལ་ཚོགས་འདུ་འདིར་མགྲོན་འབོད་གནང་བར་དགའ་པོ་བྱུང། ད་ལྟ་བར་འདི་ལྟ་བུའི་ཚོགས་འདུ་དེ་འདྲ་ས་གནས་གང་དུའང་འཚོགས་པ་ངས་ཤེས་ཀྱི་མེད། ཧི་མ་ལའི་ཁུལ་གྱི་མི་མང་པོ་ཞིག་འཛོམས་རྗེས་བསམ་ཚུལ་དང་ཉམས་མྱོང། ཉམས་ཞིབ་ཀྱི་གྲུབ་དོན་སོགས་བརྗེ་རེས་གནང་རྒྱུའི་སྡིངས་ཆ་དེ་འདྲ་བསྐྲུན་པ་ཧ་ཅང་དགའ་པོ་བྱུང། ངས་ལ་དྭགས་ཁུལ་གྱི་ལོ་རྒྱུས་ཤེས་ཀྱི་ཡོད་ཀྱང་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཆེན་པོ་ཡིན་སྟབས། དེ་རིང་འདིར་འབྲུག་དང་འབྲས་ལྗོངས་བལ་ཡུལ་སོགས་ནས་མི་མང་པོ་ཕེབས་པ་མཐོང་དུས་དགའ་པོ་བྱུང། ང་ཚོའི་ཁྱིམ་ཚང་མི་རྒྱུད་ནི་བོད་ཀྱི་ཆོལ་ཁའི་སྲོང་བཙན་སྒམ་པོའི་རྒྱལ་རྒྱུད་རེད། བོད་ཀྱི་བཙན་པོ་སྐྱིད་ལྡེ་ཉི་མ་གྱོན་གྱི་སྲས་གསུམ་ལས་ཆུང་ཤོས། འདི་གཙུག་དགོན་གྱི་རྒྱལ་རྒྱུད་ཡིན། ངའི་མིང་ལ་བདེ་སྐྱིད་ཀུན་བརྩེ་དབང་མོ་ཡིན། ང་རང་ལ་དྭགས་ཀྱི་མང་གྲོ་གྲོང་གསེབ་ནས་ཡིན། ང་ཚོ་མང་གྲོ་རྒྱལ་རྒྱུད་ཀྱི་མི་རྒྱུད་ཡིན། རྩ་བའི་ལ་དྭགས་ཀྱི་ཆབ་སྲིད་ཀྱི་ལས་དོན་ཐོག་ལ་ཐད་ཀར་འབྲེལ་བ་དེ་ཙམ་མེད་ཀྱང་ང་ཚོའི་ཁྱིམ་ཚང་ནས་ལ་དྭགས་ཀྱི་ཆོས་སྲིད་དང་སྤྱི་ཚོགས་ཀྱི་ལས་དོན་འདྲ་མིན་གྱི་ཐོག་ལ་ཞབས་འདེགས་སྒྲུབ་མཁན་མི་ཉུང་བ་དེ་འདྲ་བྱུང་ཡོད་རེད། ད་རིང་ཚོགས་འདུ་འདི་ལ་བཅར་ཐུབ་པར་ང་རང་ཧ་ཅང་གི་དགའ་བོ་བྱུང། ང་རང་ཉམས་ཞིབ་པ་དེ་འདྲ་ལྟ་མ་རེད་ཡིན་ན་ཡང་སྤྱི་ཚོགས་ཀྱི་རྒྱབ་ལྗོངས་འདྲ་མིན་གྱི་མི་མང་པོ་ཞིག་ཐུག་ནས་ཤེས་བྱ་གསར་པ་མང་པོ་ཞིག་ཐོབ་རྒྱུའི་གོ་སྐབས་བྱུང་སོང།
ད་ལོང་སེ་ཨའི་ངོ་མེ་ར་རྣམ་ལེགས་ཀྱི་ཕུན་ཚོགས། ངའི་མིང་ལ་ལེགས་ཀྱི་ཕུན་ཚོགས་ཡིན། ང་རང་རྟ་དབང་ནས་ཡོང་བ་ཡིན། ང་རང་ལྷ་སའི་གཙང་མའི་གདུང་རྒྱུད་ཡིན་པའི་ཆ་ནས་བོད་དང་ཧི་མ་ལ་ཡའི་འབྲེལ་ལམ་སྐོར་གྱི་ཚོགས་ཆེན་འདིའི་ཐོག་བཅར་བ་ཡིན། ཚོགས་ཆེན་འདིའི་ཐོག་ང་རང་ལྷ་སའི་གཙང་མའི་རྒྱུད་པ་ངོ་སྤྲོད་ཞུ་རྒྱུའི་གོ་སྐབས་གནང་བར་གོ་སྒྲིག་ཚོགས་ཆུང་ལ་སྙིང་ཐག་པ་ནས་ཐུགས་ཆེ་གནང་ཞུ་རྒྱུ་ཡིན། ང་རང་མཚོན་ན་བོད་དང་ཧི་མ་ལའི་འབྲེལ་ལམ་སྐོར་གྱི་ཚོགས་སྤྱི་འདི་ནས་གལ་འགངས་ཆེ་ཤོས་ནི་ལྷ་སའི་གཙང་མའི་དུང་སྐུད་སྐོར་ཤེས་རྟོགས་བྱུང་བ་ཡིན། ཕྱི་ཐ་ནས་ང་ཚོ་ད་ང་རང་ཚོ་ང་ཚོའི་གི་ད་ཆོས་དང་རིག་གཞུང་སྐད་བཤད་ཡོད་དུས་ང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་གི་ངོ་བོ་བཤད་ཡོད་དུས་ང་རང་ཚོ་རྟེན་འབྲེལ་འབྲི་གལ་གལ་ཆེན་པོ་ཞིག་མ་རྩིས་བོར་བར་བྱས་ཙང་ངས་བསམ་པ་ད་རིང་སྤྱི་བཏང་ནས་ང་ཚོ་བོད་དང་ཧི་མ་ལ་ཡ་གི་འབྲེལ་ལམ་ཙམ་མ་ཟད། ང་རང་ཚོའི་གི་ལོ་རྒྱུས་དེ་བར་རྒྱབ་ལོག་ཙམ་དེད་ཡོང་དུས། ངས་དམིགས་བསལ་ཞིག་གར་མཐོང་ཞུ་ན་དེ་ཡི་གི་ང་རང་ཚོ་དགའ་ལྡན་ཕོ་བྲང་དང། རྒྱ་གར་རུམ་ཆེན་མཉམ་པོ་གང་དྲན་ཞིག་མཐུད་ཡོང་གི་ཡོད་མེད་ཆོད་པ་དེ་ཡི་གི་འབྲེལ་ལམ། དམིགས་བསལ་ཞིག་དང་སྙིང་རྗེ་མོ་ཞུ་ཞིག་ད་རིང་ངས་ད་ད་རིང་ངོ་སྤྲོད་བརྒྱུད་ནས་ངས་མཐོང་ཟེར་བར་བྱས་ཙང་ངས་དེ་གནད་འགག་འགྲོ་ཞིག་ཞུ་ཞིག་མཐོང། ད་གཙོ་བོ་དེ་ང་ད་རིང་དེ་བཅའ་ཡ་དེ། ལྷ་རྒྱལ་རིགས་ཀྱི་ཁྱིམ་རྒྱུད་སྦྱིན་པའི་ཐོག་ནས་བཅའ་བ་ཞིག་ལ་སྤྱི་བཏང་བྱས་པས་ན། དེ་འདྲའི་ཞུ་བས་དེ་ལྷ་རྒྱལ་རིགས་ཁྲི་ཆེན་རིན་པོ་ཆེས་དེ་འདྲའི་ཞུས་པར་བརྟེན་ཡིན་པ་ནས་ད་ཕན་མ་ཐུག་ཙང་ང་རྒྱུད་གསུངས་པ་ན་ཅི་ང་དེ་བཅའ་བ་ཆགས་འདི་གོ་རེ་བྱས་ཙང་ངའི་སྔུན་ནས་དེ་བཅའ་བྱས། དམིགས་སུ་བཀར་ནས་ད་ཕེ་རྒྱལ་ལ་བོད་སྐད་མཁྱེན་མཁན་ག་ཚོད་ཡོད་མེད་ཤེས་མ་བྱུང་སྟེ་བོད་སྐད་ན་ལབ་དགོས་ཧེ་དེ། ངས་སེམས་པ་ལྷ་རྒྱལ་རིགས་ཀྱི་ལོ་རྒྱུས་ད་དྲ་ཐོག་ནས་ང་རང་ཚོའི་ལོ་རྒྱུས་ཀྱི་དཔེ་དེབ་གཅིག་ལ་གཅིག་མ་ང་ཡོད། མ་མཁྱེན་པ་རྩ་བ་ཉིད་ནས་ཡོད་མ་རེད་ཡིན་པས་ན་དེ་ནང་ལོ་ད་རིང་ང་རང་ཚོ་གནད་འགག་དེ་ལོ་རྒྱུས་ཀྱི་གནད་འགག་ཆགས་ཀྱི་ཡོད་དུས་ང་རང་ཚོ་ཡོད་པའི་སྐད་ཡིག་དེ་བེད་སྤྱོད་བཏང་བའི་ཐོག་ནས་མ་སྐད་ཆ་བཤད་བས་ན་ད་མ་ནས་སེམས་ཀྱི་ཡོད་བས་ནི་རེད་མེད་བས་ནི་རེད་གང་ལྟར་དེ་དོ་སྣང་བྱུང་ཡ་ཞོར་བ་ང་རང་ཚོའི་ཀྱི་ངོ་བོ་དེ་ཡིན་ད་ཟེར་གྱི་དེ་འདྲའི་ཀྱི་རྣམ་པ་འདྲ་བོ་ཇི་ལྟར་གཙོ་བོ་དེ་མི་སྐད་ད་ད་རིང་ཕལ་ཆེར་ཉན་ཡོང་དེ་འདྲ་ཐེངས་པ་དང་པོ་མཐོང། ང་རང་ཚོའི་བོད་ཀྱི་ལོ་རྒྱུས་མཁས་པ་མང་པོ་ཤུགས་ཆེ་ཕེབས་ཡོད་རེད། ལོ་རྒྱུས་ཐོག་ལ་ཉམས་ཞིབ་གནང་མཁན་མང་པོ་ཤུགས་ཆེ་ཕེབས་འདུག་ཨ་ནི། དེ་ང་རང་ཚོའི་ཆོས་དང་རིག་གཞུང་ཙམ་མ་ཟད་ཨ་ནི་ཡང་ནང་ཆོས་ཙམ་མ་ཟད་ཡང་བོན་དང། ང་རང་ཚོའི་བོད་ཀྱི་ཆགས་སྟངས་དང་གནས་ཚུལ་མང་པོ་ཞུ་གཅིག་གི་ཐོག་ནས་ཉམས་ཞིབ་གནང་མཁན་གང་ཟག་ཕེབས་འདུག་བ། བྱས་ཙང་ངས་ད་རིང་འདི་གནད་འགག་རེད་ཞུ་ཞུ་མཐོང་སོང།